ཟླ་ཐོག་མར་ཉིས་སྟོང་ཉི་ཤུ་ལོའི་དུས་ཚོད་དེ་རྫོགས་ལ་ཉེ་བའི་སྐབས་འདིར། ཨ་མེ་རི་ཁའི་སྲིད་སྐྱོང་ནས་བོད་ཀྱི་སྲིད་ཇུས་དང་རྒྱབ་སྐྱོར་ཁྲིམས་འཆར། ད་གྲོས་ཚོགས་གོང་འོག་ནས་ཚིག་མཐུན་པོའི་ཐོག་ནས་རྒྱབ་སྐྱོར་བྱེད་གཏན་འབེབས་བྱས་དེ་གའི་ཐོག་ལ་ད་ཨ་མེ་རི་ཁའི་སྲིད་འཛིན་སྒྲོ་ནལ་ཀྲོན་མཆོག་གིས་དངོས་སུ་མཚན་རྟགས་བཅོན་པའི་ཐོག་ནས་ད་ཁྲིམས་གསལ་ཆགས་པ་རེད་དེ་འདྲ་ཡིན་པ་ཡིན་ཙང། གཏམ་བཟང་འདི་དང་འབྲེལ་བའི་ཐོག་ནས་བོད་མི་སྤུན་ཟླ་ཡོངས་ལ་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། དེ་ནས་ད་ང་ཚོ་ཉི་མ་ཁ་ཤས་ཀྱི་རྗེས་ལ་ང་ཚོ་བོད་ཀྱི་སྲིད་སྤྱི་གཉིས་ཀྱི་འོས་བསྡུ་དུས་སུ་ཆགས་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ད་འདི་ལོ་ཉིས་སྟོང་ཉི་ཤུ་རྩ་བཅུའི་ལོ་གི་སྲིད་སྐྱོང་གི་འོས་མི་ལ་བཞུགས་མཁན་མི་སྣ་བརྒྱད་ཙམ་ཞིག་ཡོད་བསྡད་ཀྱི་ཡོད་རེད་ད་དེ་གི་ནང་ནས་ད་ང་ཚོའི་འོས་བླུག་ག་འགྲོ་བའི་སྐབས་ལ་མི་གཅིག་ལ་མ་གཏོགས་འོས་བླུག་ཡོང་ས་སུ་གས་ཡོད་མ་རེད་དེ་འདྲ་ཡིན་པ་ཡིན་ཙང་ད་འདི་པའི་ཟླ་བ་ཁ་ཤས་ཀྱི་རུང་ལ་ཨ་ནི་ད་ཁོང་རྣམ་པ་ཚོ་གི་འོས་བསྡུ་སྐོར་སྐྱོད་དྲིལ་བསྒྲགས་ཡིན་ན་རེད་ཨ་ནི་སོ་སོ་གི་མ་འོངས་ལས་འཆར་གི་ཐོག་ལ་ཡིན་པ་ཡིན་ནའང་རེད་ཨ་ནི་ད་ག་ནང་ཁྱོད་ཁོང་རྣམ་པའི་གཏམ་བཤད་ཡིན་པ་ཡིན་ནའང་རེད་ད་དེ་འདྲའི་མང་པོ་གཅིག་ལ་ཨ་ནི་སོ་སོ་གི་ཉན་པའི་ཐོག་ནས་ལྟ་བའི་ཐོག་ནས་ཨ་ནི་ད་མཐའ་མ་འོས་བསྡུ་བྱེད་ལ་ཉེ་ཚེ་ད་ཉི་མ་ཁ་ཤས་མ་གཏོགས་མེད་པའི་སྐབས་འདིར་ངེད་ཀྱི་ད་བཀའ་སྩལ་རྒྱ་རི་སྒྲོལ་མ་ལ་ཨ་ནི་འོས་བསླུ་ཡ་གི་ཨ་ནི་ཐག་གཅོད་དེ་བྱས་པ་ཡིན་རྒྱབ་སྐྱོར་བྱེད་རྒྱུ་གི་ཐག་གཅོད་དེ་བྱས་པ་ཡིན་ད་དེ་གི་རྒྱུ་མཚན་དེ་ཁ་ཤས་གཅིག་ཆགས་བསྡད་ཀྱི་ཡོད

ད་འདི་པི་ཡིས་ཕྱི་ལོ་བཅུ་སྟོང་དགུ་བརྒྱ་དྲུག་ཅུ་རེ་གྲོང་ནས་ཕྱིན་ནས་ད་ལྟ་བར་དུ་བྱས་ན། ད། རྒྱ་དཀར་ནག་གི་འབྲེལ་ལམ་ནང་ལ་ད་ད་ལྟའི་ཆ་ལ་ད་འབྲེལ་ལམ་སྐྱོ་ཤུལ་གྱི་མི་སྟོང་གཅིག་དེ་འདྲ་བྱས་ནས་ཆགས་བསྡད་ཀྱི་ཡོད་རེད། ད་རྒྱ་ནག་དང་རྒྱ་གར་དང་ཨ་རི་གི་འབྲེལ་ལམ་འདི་གི་ནང་ལོགས་ལ། ད་ང་ཚོ་བོད་ཀྱི་གནད་དོན་དེ་གནད་དོན་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་ཡོད་རེད། བོད་ཀྱི་གནད་དོན་དེ་ནུས་པ་ཡོད་པའི་གནད་དོན་གཅིག་ཆགས་བསྡད་ཡོད་རེད་མ་གཏོགས་པའི་འདི་ནུས་པ་མེད་བརྗོད་དང། ནི་ཅིག་བེད་ཤོག་འགྲོ་མ་སོང་ལ་གཏོང་མི་ལོ་རྒྱུས་ཀྱི་ནི་དེ་འདྲའི་གི་ནི་སྟོང་གཅིག་ཆགས་ཡོད་མ་རེད། དེ་འདྲ་ཡིན་པ་ཡིན་ཙང། ད་རྒྱ་གར་དང་རྒྱ་ནག་བར་དུ་ཆ་བཞག་པ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ཀྱི་ནང་ལོགས་ལ་དམག་འཁྲུག་ཤོར་བ་རེད། ད་འདི་པའི་སྤྱི་ལོ་ཉིས་སྟོང་ཉུས་ཤུ་གི་ནང་ལོགས་ལ་ཨ་ནི་ག་བར་ལོངས་སྦྱོང་ལ་ཨ་ནི་བོ་དང་རྒྱ་གར་གྱི་ས་མཚམས་ཀྱི་ཐོག་ལ་ཨ་ནི་རྒྱ་དཀར་ནག་གི་དམག་གི་ད་དམག་འཁྲུག་བྱུང་རྗེས་ཉེན་ཚབས་ཆེན་པོ་ཞིག་བྱུང་བ་རེད་ད་དེའི་གི་ཨ་ནི་རྒྱ་གར་སྲིད་སྐྱོང་རེད་ད་ག་ནང་བྱུང་གི་རྒྱ་གར་མི་མང་རེད། ད་དེ་ལ་དཔེ་གཅིག་གི་བསམ་ཚུལ་འགྲོ་མ་སོང་ན་གསར་བ་ཞིབ་ཀྱིས་སླེབས་དགོས་བ་དང་གོ་རྟོགས་འགྲོ་མ་སོང་ན་གསར་བ་ཞིབ་ཀྱིས་རྙེད་དགོས་བའི་དུས་ཚོད་ཆགས་བསྡད་ཀྱི་ཡོད་རེད། འདི་དཔེ་རྒྱ་གར་གྱི་ལོ་རྒྱུས་ནང་ལ་བསམ་བློ་གཏོང་བ་ཡིན་ན། དཔེ་འདྲེ་དང་ནེ་རུ་ཁོ་ཚོ་གིས་ཤོག་ཅིག་ནི་ད་ཨེ་ཤ་ཡའི་གི་རྒྱལ་ཁབ་དེ་ཚང་མ་གཅིག་ཡོ་རུབ་མཉམ་འབྲེལ་ནང་རྒྱུན་གྱི་གཅིག་མཉམ་འབྲེལ་གཅིག་བཙུགས་ཐུབ་ཡག་གི་བསམ་བློ་ཡོད་བསྡད་པ་དང་གཉིས་ནི་ཡིན་པ་ཡིན་ན་ཨ་ནི་རྒྱ་ནག་དེ་ད་སྟོབས་ཆེན་རྒྱལ་ཁབ་ཞིག་བརྒྱུད་ཡིན་པ་ཡིན་ཚེ་དེ་ལ་འབྲེལ་བ་ཡག་པོ་ཅིག་ཡོང་ཡག་གི་ཆེད་དུ་ཨ་ནི་ད་བོད་ཀྱི་གནད་དོན་དེ་གླུད་གཏོང་བྱེད་ཀྱི་ཟོལ་ལོ་ཅིག་ཆགས་བསྡད་ཀྱི་ཡོད་རེད་རྒྱ་གར་གྱི་བོད་ཀྱི་གནད་དོན་གླུད་གཏོང་བྱེད་ཡག་གི་རྒྱབ་ལྗོངས་གཅིག་དེ་དབྱིན་ཇིའི་སྲིད་སྐྱོང་གིས་ད་བོད་ཀྱི་ཐོག་ལ་སྲིད་ཇུས་ག་འདྲ་ཟིན་ཚང་གི་འདུག་དེ་ལ་དཔེ་བལྟས་ཀྱི་འགྲོ་ཅིག་ཆགས་བསྡད་ཀྱི་ཡོད་རེད་གཞི་རྩའི་ཆ་ནས་ད་གོང་ལྟ་སྤྱོད་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཞི་དུ་བ་ལ་ནེ་རོ་གིས་བོད་དེ་རྒྱ་མིའི་ཆ་ཤས་རེད་ཟེར་ནས་ད་མཚན་རྟགས་བརྒྱབ་ཆེད་གནས་ཚུལ་དུས་སུ་བྱུང་ཡོད་རེད། ད་ལྟ་བར་དུ་རྟ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ད་ལྟ་བར་དུ་སྤྱི་སྟོང་གི་རྒྱ་གར་སྲིད་སྐྱོང་གི་ངོས་ནས་བོད་ཀྱི་ཆུ་དང་རི་སྐྱོང་ལ་ཧ་ཅང་གི་དེ་ནས་གསེར་གྱི་ཆེན་པོ་བསྒྲུབས་ཡོད་རེད་ད་ག་ནང་བཞིན་གྱི་རྟ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་སྐྱོང་དབུས་པའི་གོང་ལྟར་ནས་རྒྱ་གར་ལ་འབྱོར་བའི་ཀྱི་བོད་མི་དང་བོད་ཀྱི་སྒྲིག་འཛུགས་དང་ཚོགས་པ་ཁག་ཚང་མ་ལ་དང་པོ་མཐུན་འགྱུར་རོགས་རམ་ད་ག་འདྲི་ཅིག་བྱེད་དགོས་པ་ཡིན་པ་ཡིན་ནམ་རྒྱ་གར་ཡོངས་ཀྱི་དབུལ་གཏོང་ཆེན་པོ་གྱི་ཐོག་ནས་མཐུན་འགྱུར་རོགས་རམ་ཧང་སང་ཡང་ཅིག་གནང་ཡོད་རེད། ཡིན་པ་ཡིན་ནའང་ད་ཆབ་སྲིད་ཀྱི་ཐོག་ནས་གོ། ཁ་ཕྱོགས་ཀྱི་བདག་འདྲ་བར་དུ་ད་དེ་འདྲ་གྱི་འགྲོ་བསྡད་ཀྱི་ཡོད་ཡིན་པ་ཡིན་ཙང་ད་ད་ལྟའི་ཆ་ལ་ད་སྔར་མེད་ཀྱི་གནས་སྟངས་ཐོག་མི་འདྲ་བའི་གནས་སྟངས་དེ་འགྱུར་བ་ཆེན་པོ་ཞིག་བཞིན་འགྲོ་གི་ཡོད་པའི་གནས་སྟངས་དེ་ད་གནས་སྟངས་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་ཨ་མི་རི་ཀ་དང་རྒྱ་གར་དང་རྒྱ་ནག་གིས་ཆབ་སྲིད་ཀྱི་འགྱུར་འགྲོས་ཆེན་པོ་འདིའི་ནང་ལོགས་ལ་ཆབ་སྲིད་ཀྱི་རྩེད་ར་ཆེན་པོ་འདི་གའི་ནང་ལོགས་ལ་ང་ཚོ་བོད་ཀྱི་སྲིད་སྐྱོང་དེ་ཆབ་སྲིད་ཀྱི་སྤོ་ལོ་ཡག་པོ་རྩེད་ཤེས་མཁན་གྱི་ཆབ་སྲིད་ཀྱི་མི་སྣ་ཅིག་ཡོད་དགོས་ཏེ། ད་ང་ཚོ་གནད་འགག་ཐད་ཆད་ཡོད་ཅིག་ཆགས་པ་འདུག་དེ་འདྲ་ཡིན་པ་ཡིན་ཙང། ད། རྒྱ་དཀར་ནག་དང་ད་ག་ནོར་རྒྱལ་ཨ་མི་རི་ཀ་འདི་གི་འབྲེལ་ལམ་གྱི་ནང་ལོགས་ལ། ང་ཚོ་བུ་འུག་གི། ཆབ་སྲིད་ཀྱི་འཐབ་རྩོད་དང་བུ་འུག་གི་གནད་དོན་འདི་ཡིན་པ་ཡིན་ན། ང་ཚོ་རང་ལ་ཁེ་ཕན་ལས་ཐབས་ཡ་གཅིག་གི་ཐོག་ལ་བསྒྱུར་དགོས་ཡ་དང་ང་ཚོ་རང་ལ་ནི་ལོ་རྒྱུས་ཀྱི་ཐོག་ནས་ཡིན་པ་ཡིན་ནམ་རེད་མ་འོངས་ཀྱི་འཐབ་རྩོད་ཀྱི་ཁ་ཕྱོགས་ཐོག་ལ་ཡིན་པ་ཡིན་ན་གང་ཞིག་བྱས་ལ་གང་ལྟར་ཀྱང་ང་ཚོ་འགྱུར་བ་གསར་བ་ཅིག་གཏོང་ཐུབ་ཡག་ཅིག་དང། ནུས་པ་སྔར་ལས་ལྷག་པ་ཅིག་ཐོན་ཐུབ་ཡག་གི་ཐོག་ལ། ང་ཚོས་རེ་བ་རྒྱག་དགོས་ཡག་དང་དམིགས་ཡུལ་འཛོམས་དགོས་ཡག་དེ་གལ་ཆེན་པོ་ཆགས་ཀྱི་འདུག་ད་འདི་པི་འདི་པི་སི་ནང་ད་ཉིས་སྟོང་ཉི་ཤུ་ལོ་ལ་ཨ་མི་རི་ཀའི་ངོས་ནས། ད་བོད་གི་སྲིད་ཇུས་ཀྱི་ཐོག་ལ་འདི་འབྲེལ་གྱི་ཁྲིམས་འཆར། ཧ་ཅང་ཡག་པོ་ཅིག་གཏན་འབེབས་བྱས་ཡོད་རེད། དེ་ནང་བཞིན་གྱི་ད་མ་འོངས་པ་ལ་ཡིན་པ་ཡིན་ནམ། རྒྱ་གར་གྱི་ཕྱོགས་ནས་ཡིན་པ་ཡིན་ནམ་དེ་འབྲེལ་གྱི་ཁྲིམས་འཆར་ཅིག་གཏན་འབེབས་བྱེད་ཐུབ་ཡག་གི་ཐོག་ལ། ང་ཚོས་དམིགས་ཡུལ་བཟུང་དགོས་ཡག་དང་རེ་བ་རྒྱག་དགོས་ཡག་དེ་གལ་ཆེན་པོ་ཆགས་ཀྱི་འདུག། ཆབ་སྲིད་ཀྱི་འཐབ་རྩོད་ཀྱི་ནང་ལོགས་ལ་ལྟ་དུས་ཁྱེད་ལ་ལྟ་ང་ཚོ་བོད་པ་གཅིག་བསམ་བློ་གཏོང་ས་ཀྱི་ནང་ལོགས་ནི་གཙོ་བོ་གཅིག་དེ་ང་ཚོ་རྒྱ་གར་དངུལ་གཉེར་བཟོ་དགོས་དེ་ང་ཅུང་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ད་རྒྱ་གར་གྱི་ཐོག་ནས་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་འདི་འགྱུར་བ་གཅིག་གཏོང་བ་ཡིན་ན་དེ་ཡི་གེ་ནི་ད་གར་སྲིད་བོད་ཀྱི་འཛམ་གླིང་རྒྱལ་གཞིས་ཀྱི་ནི་ཆབ་སྲིད་ཀྱི་ཁོར་ཡུག་དང་རྒྱལ་ཁབ་གཞན་པའི་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་མང་པོ་གཅིག་ལ་ཤུགས་རྐྱེན་འགྲོ་ཐུབ་ཀྱི་ཡོད་པ་དེ་གསལ་བོ་གཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་རྒྱ་གར་གྱི་ཐོག་ལ་ད་དེ་འདྲའི་གྱི་སྲིད་ཇུས་གཅིག་ཡོང་ཐུབ་ཡག་གི་ཆེད་དུ་ད་རྒྱ་གར་གྱི་ཆབ་སྲིད་ཀྱི་ཁོར་ཡུག་ལ་རྒྱུས་མངའ་ཡོད་མཁན། རྒྱ་གར་གྱི་ཆབ་སྲིད་མི་སྣ་དང་གནད་ཡོད་མི་སྣ་དེ་གའི་ལ་འབྲེལ་བ་ཡག་པོ་ཡོད་མཁན། ད་ཅིག་འབྲེལ་བ་ཡག་པོ་ཡོད་པ་ཙམ་མ་ཡིན་པར་ཅིག་འདི་པའི་ལོ་རྒྱུས་ཀྱི་ངོ་ལོག་ལ་ཡིན་པ་ཡིན་ནམ་འབྲེལ་བ་དེའི་རྗེས་ཀྱི་གྲུབ་འབྲས་ཐོན་ཡོད་མཁན་གྱི་མི་སྣ་ཅིག་དགོས་ཡ་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་བཀའ་ཟབ་རྒྱ་རི་སྒྲོལ་མ་འདྲ་བ་ལ་ཆ་བཞག་པ་ཡིན་ན། ད་ང་ཚོ་རྡ་རམ་ས་ལ་གྱི་ས་ཆ་གི་རྙོག་དྲ་བྱུང་བའི་སྐབས་ལ་རེད་ད་ག་ནང་བཞིན་གྱི་ལྡི་ལི་མ་གཅིག་དྲིལ་ལ་ལ་ས་ཆ་རྙོག་དྲ་བྱུང་བའི་སྐབས་ལ་རེད་ད་ག་ནང་བཞིན་ཨུ་རུ་སུ་གྱི་རྒྱལ་ཆ་ལ་ས་ཆ་རྙོག་དྲ་བྱུང་བའི་སྐབས་ཚང་མ་ལ། ད་མུ་གི། གཙོ་བོ་ཀྱི་ཁར་ས་གོང་མོ་སྤྱིལ་བུར་ཁྱེད་རྒྱ་ཐུ་གས་ཡིན་གྱི་མ་རེད་ཡིན་པ་ཡིན་ན་གོང་ལྟར་མི་འོས་ཏེ་ནང་ལ་འགན་ཁིར་ཆེན་པོ་ཅིག་བཞི་བའི་ཐོག་ནས་ནས་དེ་དག་གི་ས་ཆ་རྙོག་དྲ་དུ་སུ་བཙོང་མ་ཡག་པོ་ཅིག་དང་ད་ལྟའི་ཆ་ལ་ས་ཆ་རྙོག་དྲ་དེ་ཙམ་ངེས་པ་ཅིག་བཟོ་ཐུབ་ཡོད་པ་དེ་གསལ་བོར་ཆགས་བསྡད་ཀྱི་ཡོད་རེད་ལྷག་པར་དེ་ལྟར་མོ་རང་ནང་སོས་ཀ་ལོ་ཡིན་པའི་སྐབས་ལ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་གི་ལོ་ལོ་ལོ་ལ་ནས་རྒྱ་གར་ཡོངས་ཀྱི་བོད་ཀྱི་ཐོག་ལ་མཐུན་རྐྱེན་སྦྱོར་སྤྲོད་དགོས་ནས་ཁྲིམས་འཆར་ཅིག་གཏན་འབེབས་བྱས་པ་རེད་ད་ལྟའི་སྐབས་ལ་མོ་རང་ནང་སོས་ཀ་ལོ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་གོང་ལྟར་ཀྱང་མོ་གི་འབྲེལ་ལམ་དེ་བརྒྱུད་ནས་འདས་པའི་ལོ་རྒྱུས་ཀྱི་ནང་ལོགས་ལ། བོད་ཀྱི་ཐོག་ལ་ཕན་ཐོགས་མང་པོ་ཞིག་བྱུང་ཡོད་པ་དེ་གསལ་བོ་ཆགས་བསྡད་ཡོད་པ་རེད། ད་དེ་ནས་ང་ཚོའི་བོད་ཀྱི་ད་ད་ལྟའི་ཆ་ལ་བོད་གཞུང་གི་ད་ཆབ་སྲིད་ཀྱི་འཐབ་རྩོད་ཀྱི་ཁ་ཕྱོགས་དེ་ང་ཚོ་གཉིས་སྨན་དབུ་མའི་ལམ་གྱི་སྲིད་ཇུས་ཀྱི་ཐོག་ལ་འགྲོ་གི་ཡོད་རེད་ད་གཉིས་སྨན་དབུ་མའི་ལམ་གྱི་སྲིད་ཇུས་ཀྱི་ཐོག་ལ་འགྲོ་ཡ་དེ་ད་ང་ཚོ་གཅིག་དམངས་གཙོ་གྱི་ལམ་ཀ་གི་ཐོག་ནས

ད་དེ་ང་ཚོའི་གར་ཟེར་ན་སྲིད་སྐྱོང་ལ་ལུང་མཁན་དེ་ལ་ཧ་ཅང་གར་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་ད་ང་ཚོའི་གཉིས་མེད་དབུས་མའི་ལམ་གྱི་སྲིད་རྒྱུད་ཀྱི་ད་མཐའ་མའི་གི་ང་ཚོའི་རྒྱ་མི་ཡོངས་ལ་བཀྲིས་བའི་ཡིག་ཆ་དེ་ག་རེ་ཟེར་ན། བོད་ཕྲུག་ཡོངས་ལ་མོང་འདོགས་ཚོང་བའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཁྱེར་ཡིག་ཆ་ཟེར་དེ་ཆགས་བསྡད་ཀྱི་ཡོད་རེད་ད་ནང་བཞིན་དེ་འབྲི་རྒྱུའི་ཡིག་ཆ་བརྗེ་ཡར་བཀྲིས་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་ཡིག་ཆ་འདི་གཉིས་པོ་ལ་རྒྱ་ནག་སྲིད་སྐྱོང་གི་ཐོག་ནས་བདག་པོ་སྐལ་རྒྱབ་ཡོད་མ་རེད་ཁོ་རང་ཚོའི་མཐར་ཐུག་གི་འགྲེལ་བཤད་དེ་གར་རྒྱབ་ཡོད་ཟེར་ན་ཁྱོད་རང་ཚོའི་བཀྲིས་བའི་ཡིག་ཆ་འདི་ནི། ཤེས་རུང་ཚད་དང་རྣམ་པར་འགྱུར་བའི་རང་མཚན་མངོན་པར་མི་གསལ་བའི་རང་མཚན་དེ་འདྲ་ཅིག་ཆགས་ཏེ་བཞག་ཟིན་པས། ད་གོང་ལྟར་ད་ལྟ་བ་དེ་དག་ཟླ་བ་མ་སྐྱེལ་ནས་བཞག་པ་རེད་དེ་འདྲ་ཡིན་པ་ཡིན་ཙང་ཟླ་གཉིས་སྟོང་རྗེས་མེད་ཅིང་ད་ལྟ་བ་དེ་དག་ལོ་བཅུ་གཉིས་ཚར་གཅིག་གི་རིང་ལ། ང་ཚོས་ཡིག་ཆ་དེའི་རང་གི་ཐོག་ལ་བསམ་བློ་གཏོང་བར་རེ་བ་བརྒྱབ་པ་རེད་དེའི་རང་གི་ཐོག་ལ་གྱི་གྲུབ་འབྲས་ཐོན་ཐུབ་ཡག་གི། ནི་ང་ཚོས་འབད་བརྩོན་བྱས་པ་རེད་དེ་ཡིན་པ་ཡིན་ན་ཡང་ད། གྲུབ་འབྲས་སྐད་ཐོན་ཐུབ་མེད་པ་དེ་དག་ང་ཚོ་ཚོགས་མི་ཞི་བདེ་ཡི་ངེས་དོན་དེ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་ལྟ་དེའི་ཆེད་ལ་སྲིད་སྐྱོང་འོས་མི་སྒྱུར་མཁན་རྣམ་པ་ཚོགས་མི་ལྟ་བས་ང་ཚོས་གནད་དོན་གལ་ཆེ་ཤོས་དེ་བོད་ཀྱི་གནད་དོན་སེལ་རྒྱུ་འདི་ཡིན་པ་ཡིན་ཙང་ད་བོད་རྒྱ་འབྲེལ་མོལ་གྱི་ཐོག་ལ་ཁོང་རྣམ་པའི་ཅིག་ཆར་རྒྱ་གར་ཡོད་པ་དང་མ་འོངས་པ་ན་དེ་འབྲེལ་གྱི་ཐོག་ལ་ཁོང་རྣམ་པ་ཚོགས་མིའི་བཀའ་སློབ་འདྲ་གསུང་བཤད་གནང་ཡོད་རེད་ཡིན་པ་ཡིན་ནའང་ད་ང་ཚོས་འབྲེལ་ལམ་དེ་ཅིག་སྔ་མེད་ཀྱི་འབྲེལ་ལམ་ནང་གི་ད་ང་ཆོས་ཚོང་བ་ལ་བརྒྱུད་ནས་ཅིག་འབྲེལ་བ་བྱེད་ཡ་ནི་རྒྱ་ནག་སྲིད་སྐྱོང་གི་མི་སྣ་དེ་ཚོ་དང་འབྲེལ་བ་ཡོད་པའི་མི་སྣ་ལ་ནི་བརྒྱུད་ནས་འབྲེལ་བ་བྱེད་ཡ་ད་རྒྱ་མི་གྱི་རྩོམ་པ་པོ་དང་ཅིག་ནང་ཆོས་དོན་གཉེར་བྱེད་མཁན་དང་གོང་དུ་དེ་འབྲེལ་གྱི་འབྲེལ་ལམ་གཅིག་བརྒྱད་དེ་དག་ང་ཚོ་བོད་ཀྱི་དཀའ་ངལ་སེལ་ཐབས་དང་ནི་བོད་རྒྱ་ཞི་མོར་ཡོང་ཡག་གི་ནི་ད་བརྒྱུད་ལམ་དེ་དེ་འབྲེལ་གཅིག་ཐོག་ལ་རེ་བ་རྒྱག་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ཚ། རྒྱ་ར་སྒྲོལ་མས་ད་བོད་རྒྱ་ཞི་མོར་ཡོང་ཡག་གི་ནི་འབྲེལ་ལམ་དེ་རྒྱབ་ལྗོངས་ལ་ནི་རྒྱུ་ཁོག་ཡོད་པ་གཅིག་གི་ནི་མཐོང་གཅིག་མཐོང་གི་ཡོད་དེ་རྒྱུ་མཚན་ག་རེ་ཟེར་ན་ད་ང་ཚོ་ད་ལྟ་བོད་རུག་ཡོངས་ལ་མང་དོགས་ཚོང་བའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་ཡིག་ཆ་དེ་ཨ་ནི་ཕྱིར་བདེ་སྐྱེ་བའམ་ཡང་ན་ནུས་མེད་ཅེས་ཀྱི་དག་དུས་ཚོད་ལ་སླེབས་ཡོད་བ། དེ་འདྲི་གཅིག་གི་ཐོག་ལ་སྐད་ཆ་ཞིག་ཡོང་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་སྐད་ཆ་འདི་ཧ་ཅང་གི་གནད་འགག་ཆེན་པོ་དང་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོད་རེད། རྒྱུ་མཚན་ག་རེ་ཟེར་བ་ཡིན་ན་ད་དཔེར་ན་ང་ཚོས་ཀྱི་ཅིག་མི་དང་མི་ཕན་ཚུན་གྱི་ད་གོང་ད། ཁེ་ཕན་གྱི་ཐོག་ལ་ཨ་ནི་གྲོས་མོལ་བྱེད་པའི་སྐབས་ལ། གྲུ་མོར་སྐྱེས་ས་ཀྱི་རྟ་ཡིར་ཡོད་ཀྱིན་ཟེར་ན་མི་འདུག་གང་ལྟར་ཕར་ཆོད་ཚུར་ཆོད་གཉིས་ཀ་ལ་རྒྱབ་ལྗོངས་ལ་ནི་རྒྱུ་འབོག་ཡོད་པ་དང། གནད་འགག་ཡོད་པའི་གནས་སྟངས་ཀྱི་དགོས་གལ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ད་ང་ཚོས་མོང་རྡོ་ཚོང་པའི་རང་སྐྱོང་ཡོང་ཕྱོགས་ཀྱི་རྒྱ་ནག་མོང་རྡོ་ཚོང་པའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་ཡིག་ཆ་འདི་ལ་རྒྱ་ནག་སྲིད་སྐྱོང་གིས་བདག་སྤྲོད་བྱེད་ཀྱི་མེད་པ་ཡིན་ན། ད་ང་ཚོས་དེ་ཕྱིར་བསྡུ་བྱེད་ཀྱི་ཡིན་ཟེར་གདའ་པ་ཡིན་ན། ད་ང་ཚོས་ཆབ་སྲིད་ཀྱི་ཁ་ཕྱོགས་དང་ལམ་ཁ་དེ་གསར་བ་ཅིག་ཏུ་འགྲོ་གི་ཡོད་རེད། དེ་ཡིན་པ་ཡིན་ཙང། འདི་རྒྱ་ནག་སྲིད་སྐྱོང་གིས་ངེས་པར་དུ་བསམ་བློ་གཏོང་དགོས་ཡག་གི་གནད་དོན་ལྗིད་ལོག་ཆེན་པོ་ཅིག་དང་གནད་དོན་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་དེ་ཧ་ཅང་གི་གསལ་བོ་རེད། དེ་འདྲ་ཡིན་པ་ཡིན་ཙང། མོས་གུས་ཆབ་སྲིད་ཀྱི་ལོངས་ཤོག་དང་གཅིག་ད་སྐབས་མར་དང་མ་འོངས་པ་ན་ཕྱག་ལས་དངོས་སུ་གནང་བའི་སྐབས་ལ་ཏན་ཏན་ང་ཚོས་གཉིས་སྨོན་དབུ་མའི་ལམ་གྱི་སྲིད་ཇུས་འདི་གི་ནུས་པ་ཆེ་རུ་གཏོང་ཐུབ་ཡག་དང་འདི་གི་གྲུབ་འབྲས་མགྱོགས་པོ་ཐོན་ཐུབ་ཡག་ཅིག་གི་ཐོག་ལ

ནང་ལོགས་ལ་འདེམས་སྒྲིག་གི་ཁྲིམས་ཕྱིར་གཏན་འབེབས་བྱེད་ཐུབ་ཡ་དང་འདེམས་སྒྲིག་གི་ཁྲིམས་ཕྱིར་དངོས་སུ་འཇོག་ཐུབ་ཡ་ལ་སོགས་པ་དེ་འབྲེལ་གྱི་ཐོག་ལ་ད་ང་ཚོ་གི་ཕྱོགས་ཡོངས་ནས་ཤུགས་རྒྱག་རྒྱབ་ཀྱིས་དེ་འབྲེལ་གྱི་བྱས་པ་ཡིན་ན་ང་ཚོ་ཏན་ཏན་རེ་བ་ཅིག་ཡོད་རེད་ཀྱི་ལས་སྟངས་ཅིག་མཐོང་གི་འདུག་དེ་འདྲ་ཡིན་པ་ཡིན་ཙང་ད་ཨ་མི་རི་ཀའི་ངོས་ནས་དེ་འབྲེལ་གྱི་གཏན་འབེབས་ཚར་བ་རེད་ད། ད་བོད་ཀྱི་ཐོག་ལ་སྤྱི་བཏང་གི་རྒྱ་སྐྱེད་ཀྱི་ཅིག་སྲིད་ཇུས་ག་འདྲ་འཛིན་མ་འཛིན་གསལ་ཏེ་རྒྱ་གར་གྱི་བོད་ཀྱི་ཐོག་ལ་ལྟ་སྟངས་ག་འདྲ་འདུག་ཅིག་འཛིན་སྟངས་ག་འདྲ་འདུག་དེ་ལ་དཔེ་མ་སྲིད་པ་ཁོང་ཚོ་གི་གནད་འགག་ཆེན་པོ་བརྩི་གི་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་རྒྱ་གར་དང་བོད་གཉིས་པོ་དེ་འདི་སྤོས་མི་ལོ་སྟོང་ཕྲག་མང་པོ་རུང་ཆུའི་དོང་རིག་ལྗོངས་ས་འདྲེས་གོམས་གཅིག་བྱས་ནས་ད་འབྲེལ་ལམ་ཞིག་ཞུ་གྱི་ཡོད་པའི་གནས་སྟངས་ཆགས་བསྡད་ཀྱི་ཡོད་རེད། དེ་ནས་ལྷག་པར་དུ་ད་ད་ལྟའི་ཆར་འགྲོ་འཆག་ཡག་པོ་ཡོད་ན་གོང་ས་སྤྱི་འབུམ་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་ལ་རྒྱུད་གདན་རྒྱག་གི་ཡོད་རེད་ད་ག་ནོར་རྐྱེན་ང་ཚོ་བཙན་བྱོལ་བོད་ལྗོངས་དང་རྒྱ་གར་ལ་ཡོད་རེད། ད་ནི་རྒྱ་གར་ལ་ད་བོད་པར་འབུམ་གསུམ་མ་ཟིན་དེ་འདྲ་ཅིག་འདི་གནས་སྡོད་བྱས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཚ་ཤོག་གོམས་གཅིག་བྱས་ནས་ད་རྒྱ་གར་སྲིད་སྐྱོང་གིས་ག་འདྲ་བྱས་ཀྱི་འདུག་མི་འདུག་དེ་ལ་གནད་འགག་ཆེན་པོ་ཞིག་བརྩི་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཚ་ད་ང་ཚོས་ཀྱི་ཨ་ནི་དེ་འབྲེལ་གྱི་ཐོག་ལ་ཡི་གེ་རྒྱག་པའི་ཐོག་ནས་ཅིག་རྒྱ་གར་གྱི་ནང་ལོག་གི་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་འདི་ལ་འགྱུར་བ་ཆེན་པོ་ཅིག་འགྲོ་ཐུབ་ཡ་དང་འདི་གི་ཐོག་ལ་ང་ཚོ་གིས་ཤུགས་རྒྱུགས་རྒྱབ་ཀྱི་ནུས་པ་ཅིག་གཏོང་ཐུབ་པ་ཡིན་ན། ཨ་ནི་མ་འོངས་པ་ན་ང་ཚོ་བོད་ཀྱི་ཆབ་སྲིད་ཀྱི་འཐབ་རྩོད་ཀྱི་ཁ་ཕྱོགས་དེ་གསར་བ་ཅིག་ལ་འགྲོ་ཐུབ་ཡ་གི་ཐོག་ལ་ཨ་ནི་ཕན་ཐོགས་ཆེན་པོ་ཡོང་ས་རེད་བསམ་པ་ཅིག་ད་ངེད་ཀྱི་རེ་བ་འདི་འདྲ་ཅིག་བརྒྱབ་པའི་ཐོག་ནས་རྒྱ་རུ་སྒྲོལ་མ་ལ་རྒྱབ་སྐྱོར་ཅིག་བྱེད་ཀྱི་ཡོད། ད་གཉིས་པ་དེ་རྒྱ་རུ་སྒྲོལ་མ་ལ་རྒྱབ་སྐྱོར་བྱེད་དགོས་པའི་རྒྱུ་མཚན་དེ་ག་རེད་ཟེར་ན། ང་ཚོ་བོད་པ་ནམ་མཁར་ད་ང་ཚོའི་བཙན་བྱོལ་ནང་ལ་མི་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད་དེ་ཡིན་པ་ཡིན་ནའང་ད་ང་ཚོ་ག་དུས་ཡིན་པ་ཡིན་ན་ཁོ་རྙོག་དྲ་འདྲ་བོ་ཅིག་ཟ་ངེ་ཟ་ངེ་འདྲ་བོ་ཆོས་མེད་ཀྱི་འདྲ་བོ་མང་པོ་ཅིག་ལོངས་སྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང། ཨ་ནི་ད་རྒྱ་རུ་སྒྲོལ་མ་ལ་འོས་བླུགས་པ་ཡིན་ན་དེ་འབྲེལ་གྱི་རྙོག་དྲ་མང་པོ་ཅིག་མ་ཡོང་བ་ལ་ཏན་ཏན་ཕན་ཐོག་ཡོང་ས་རེད་བསམ་པ་ཅིག་དྲན་གྱི་ཡོད་རེད་དེ་རྒྱུ་མཚན་ག་རེ་ཟེར་ན་ད་མོ་རང་གི་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལོགས་ལ་སྤྱི་འཐུས་གྲོས་ཚོགས་ཀྱི་འཐུས་མི་གནང་བ་རེད་ད་ག་ནང་བཞིན་གྱི་ཚོགས་སྐྱོང་གི་འགན་འཁར་བ་རེད་ད་ག་ནང་བཞིན་གྱི་ནང་སྲིད་བཀའ་བློན་གྱི་འགན་འཁར་བ་རེད་ད་དེ་གི་མོ་རང་གི་ལོ་རྒྱུས་དེ་གི་ནང་ལོགས་ལ་ད་ངེད་ཀྱི་གོ་ཡ་ལ་ཅིག་རྙོག་དྲ་དང་ཅིག་ཤོག་ཤོང་ཐེངས་དང་དེ་འབྲེལ་གྱི་ཅིག་གནས་ཚུལ་ཡོད་པ་ཅིག་ད་ངེད་རྩ་ནས་གོ་ཐུས་ཤོང་མ་སོང། དེ་འདྲ་ཡིན་པ་ཡིན་ཙང་ད་དེ་འདྲའི་གི་མི་སྣ་གཅིག་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་གི་ཡོད་རེད་ད་ནང་བཞིན་གི་ད་ཅིག་ང་ཚོ་བཙན་བྱོལ་སྤྱི་ཚོགས་གི་ནང་ལོགས་ལ་ཡང་ཆབ་སྲིད་གི་ལོང་ཤོག་འཐོན་མི་འཐུབ་གི་ཐོག་ནས་ཡང་ཉོག་དྲ་དང་གཅིག་གཅིག་ལ་བཤད་ཀྱི་རྫོགས་ཀྱི་མང་པོ་ཅིག་ཡོང་བསྡད་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་ད་འདི་གི་གནད་དོན་དེ་ཚོ་མེད་པའི་ཐོག་ནས་ང་ཚོ་བཙན་བྱོལ་ལ་ཡོད་མཁན་གི་བོད་མི་ཡོངས་རྫོགས་ཕྱི་དྲོད་གི་ཐོག་ནས་ནུས་པ་གཏོང་ཆེད་སྣེ་ཁྲིད་བྱེད་ཐུབ་མཁན་གྱི་འཇོན་མཐོང་ཡོད་མཁན་གྱི་ད་གར་ཟེར་དགོས་རེད་སྲིད་སྐྱོང་གི་འོས་མི་གཅིག་དེ་ག་ཚོད་རྒྱ་རི་སྒྲོལ་མ་ལ་ཆ་ཤ་ཟ་འབིག་གི་ང་རང་ལ་དེ་འབྲེལ་གྱི་ཚོར་སྣང་ཤུགས་ཆེན་པོ་བྱུང། དེ་འབྲེལ་གྱི་ཐོག་ནས་མོ་ལ་རྒྱབ་སྐྱོར་བྱས་པ་གཅིག་ཡིན། ད་ད་ག་ནང་རྐྱེན་གྱི་ད་རྒྱ་ཕྱིའི་ཐོག་ལ་ཡོངས་གྲགས་ཐོག་ནས་བཤད་ཀྱི་ཡོད་རེད་བོད་སྨན་གྱི་ཨ་ཕྱི་དེ་དཔེ་མི་སྲིད་གལ་ཆེན་པོ་ཞིག་ཆགས་ཀྱི་འདུག་ཟེར་བ་ད་དེ་གི་དཔང་རྟགས་འདྲ་མ་སོང་ན་རྒྱུ་མཚན་གཅིག་ག་རེ་ཡོད་ཟེར་ན། ད་རྒྱ་ནད་དེ་འཛམ་གླིང་ནང་གི་ས་ཆ་ག་ས་ག་བ་ལ་ཆ་བིའི་སྐབས་ལ་བོད་མིང་གི་དབུ་ཁྲིད་ཡིན་པའི་ལུང་བ་མང་པོ་གི་ནང་ལོགས་ལ་ན་ཚ་དེ་སྔོན་འགོག་ཡག་པོ་བྱུང་ཐུབ་ཡོད་པ། ན་ཚ་ན་མཁན་དང་དེའི་ཐོག་ལ་སྟངས་འཛིན་ཡག་པོ་ཅིག་བྱུང་ཐུབ་ཡོད་པ་དེ། ད་འཛམ་གླིང་ཐོག་ལ་ཡོངས་གྲགས་ཀྱི་བསམ་གྱི་འགྲུབ་ཀྱི་བྱ་བ་རེད་དེ་འདྲ་ཡིན་པ་ཡིན་ཙང་བོད་མིང་གི་དབུ་ཁྲིད་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་བོད་མིང་དེའི་ཁུར་ལོང་ཞིང་གི་ཚོར་བ་སྐྱེན་པོ་དང་གཅིག་ང་ཚོའི་ཉེན་ཁ་དང་དེ་འདྲ་ལ་ཡོ་བསྲང་བྱེད་ཡག་གི་ཁོ་རང་ཚོ་རང་བཞིན་གི་སེམས་ཚོར་ཤུགས་ཆེན་པོ་ཅིག་ཡོད་པ་ཡིན་ཙང་ཨ་ནི་དེ་ལ་འགོ་ཁྲིད་བྱས་པ་ཡིན་ན་དེའི་སེམས་ཚོར་དེའི་དང་རང་གཤིས་དེ་གི་ཨ་ནི་འགོ་ཁྲིད་གི་ནུས་པ་ལ་ཡང་ཕན་ཐོགས་ཆེན་པོ་ཡོད་པ་ཉེན་ཁ་ལ་ཡོ་བསྲང་བྱེད་ཡག་གི་ཕན་ཐོགས་ཆེན་པོ་ཡོད་པ་དེ་འདྲའི་གི་ཐོག་ལ་ཤུགས་རྐྱེན་སྤྲད་ཐུབ་ཀྱི་ཡོད་པ་ཡིན་ཚེ་གོང་ལྟར་ད་རྒྱུ་མཚན་དེ་འདྲའི་གི་ཐོག་ནས་ངས་མོ་ལ་རྒྱབ་སྐྱོར་བྱེད་རྒྱུ་རྒྱུ་དེ་འདྲའི་ཅིག་ཆགས་བསྡད་ཀྱི་ཡོད་ཟེར་ནས་བཤད་ཀྱི་ཡིན་ཨ་ནི་ལྷན་ཅིག་ཚོགས་ན་ཐུགས་རྗེ་ཆེ།